ཐུགས་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས་མཚན་དང་འདོད་པའི་མོས་འཕྲོའི་དུག་ལྔ་སེལ་དུག་གསུམ་གནས་སའི་སངས་རྒྱས་སྨན་གྱི་ལྷ། དཔལ་སྤྲུལ་རྭ་ཡོད་ལ་ཕྱག་འཚོ་ལོ། ན་མོ་གུ་རུ་གུ་ན་ན་ད་ཡ་མ་ལོས་མཆོག་ཏུ་རྒྱལ་བ་སྲས་བཅས་ལ་མཁྱེན་བརྩེ་ནུས་པའི་ཡོན་ཏན་བཅུད་དུ་གང་ཅན་འགྲོ་བའི་སྒོམ་པ་གཡུ་ཐོག་པ་མཚུངས་མེད་བླ་མེད་ཁྱབ་ལ་གསོལ་བ་འདེབས། བྱམས་པའི་རྡོ་རྗེའི་སྔགས་ལ་དབང་འབྱོར་ཅིང་བློ་གྲོས་བུམ་བཟང་ཡེ་ཤེས་བདུད་རྩིའི་གཏམས། བསྟན་འཛིན་རྒྱལ་ཆེན་རོལ་མཚོ་རྩེ་ཕུད་ཀྱིས་འཕགས་མཆོག་ཚོགས་རྣམས་པད་མ་བསུ་བ་འདེབས། ཞེས་བསྟོད་བྱ་སྔོན་དུ་བཏང་ནས་དེ་ནས་ཟླ་དེ་རིང་ད་ལྟ། དགུན་དུས་གཞོན་ནུ་བུ་མཆོག་གི་སྐུའི་ལྷ་ས། Lhasa། དུས་ཆེན་དང་བསྟུན་ནས་ད་ལྟ། བྱང་ཨ་རི་ཉིའུ་ཡོག་དང་ནིའུ་ཇེར་སི། དིང་རིའི་སྐྱིད་སྡུག། ད་ལྟ WhatsApp དྲ་ལམ་དེའི་ནང་ལ་ཞུགས་པའི་ཚོགས་གཙོ། གཙོ་བྱས་རྗེ་བཙུན་ཆེན་མོའི་མཆོག་དང་ཚོགས་བཤད་རྣམ་པ་གཙོ་རེད། དེ་བཞིན། མཁན་རིན་པོ་ཆེ་དབུས་པའི་དགེ་བའི་བཤེས་གཉེན་རྣམ་པ། དེ་ནས་མི་རབས་རྒན་པ་རྣམ་པ། མདོར་ན་ཚོགས་མི་ཡོངས་ལ་འཚམས་འདྲི་ཞུ། ད་དེ་རིང་ངས་ད་ལྟ་དེ་ད་ཁ་སང་ཉེས་དོན་ལ་དེ་ནས་ཚོགས་གཙོ། ཚོགས་ཀྱི་རྗེ་བཙུན་ཆེན་མོའི་མཆོག་གི་བཀའ་དགོངས་གཞི་བཟུང་ཐོག་ནས་དེ་ནས་འཕྲོད་བསྟེན་གྱི་སྐོར་ལ་ལྟ་ཅིག། མདོར་བསྡུས་མཇུག་མ། ཁྱེད་རྣམ་པ་ལ་ཅིག། ཐུགས་ཕན། གསོལ་བ་ལ་མ་ལྟོས་པའི་བརྗོད་གཞི་འདིའི་སྟེང་ལ་ཅིག། ཏིལ་མ། ལྟོ་ཏོའི་ཆུ་བོ་དེ་རིང་མ། འོ། མགོ་ཁྲོད་ཅིག་ནང་འདུག་དེ་ཡོན་ཏན་ནི། ད་ངེད་ཀྱིས་དེ་རིང། བོད་ཀྱི་གསོ་བ་རིག་པའི། ད་རྒྱུད་བཞི་གསུམ་ཐོག་ནས། དེ་ནི་སོ་སོའི། བཤད་ཚོད་ལ་བབ་པའི་རྒྱའི། ཁྱེད་རྣམ་པ་ལ་ཅིག་མདོ་སྟོད་ཅིག་ཞུ་ཡས་འབད་བརྩོན་ཞུ་གི་ཡིན། ནི་དེ་ཡང་ད་གཟོད་རེ་ཆུང་ལ་ག་རེ་གསུངས་རེད་ཟེར་ན། མི་ན་བ་གནས་བ་འདོད་པ་དང་ན་བ་གསོ་བ་འདོད་པའི་གང་ཟག་གིས་གསོ་བ་རིག་པའི་མན་ངག་ལ་སླ་བར་བྱེད་དགོས་རེད། ཚེ་རིང་བ་འདོད་པའི་གང་ཟག་གིས་གསོ་བ་རིག་པའི་མན་ངག་ལ་སླ་བར་བྱའོ། དེ་ཡིན་དུས་ད་ང་ཚོ། བདག་གཙོ་བོ་དེ་ཕྱིའི་འཕྲོད་བསྟེན་འདི་བདག་གལ་ཆེན་པོ་ཆགས་ཏེ་རེད་དུས་འདི་ལྟར་ཕྱིའི་འཕྲོད་བསྟེན་འདི་གཙོ་ཆེ་ཤོས་དུས་བཟས་དང་སྤྱོད་ལམ། དེ་ནས་དེ་སྨན་ལྷག་ལོག་གསུམ་དུ་འགྱུར་བ་ཡིན་ན་དེ་ནི་སྨན་པ་དང་ལྷག་པ་ལོག་པ་གསུམ་ཟེར་ད་དེ་གསོ་རིག་གཞུང་ནས་དེ་འདྲའི་ཐ་སྙད་ཅིག་གསུངས་འདུག་བ་སྨན་པ་ཟེར་ན་ད་ནམ་རྒྱུན་ནས་ཅིག་ཟ་མ། ཉུང་ཉུང་ཟ་ཡ་ཅིག་ཡོད་ར་དེ་ལ་སྨན་པ་གསུངས་རེ་ལྷག་པ་ཟས་དེ་ཅིག་ཚད་ལ་ཅིག་ཟ་མ་ཚད་ལ་ཀ་ནས་ཅིག་ཟ་ཡ་ཅིག་ཡོད་ར་དེ་ལ་ལྷག་པ་གསུངས་རེ་ཚད་ལ་ཐ་ན་མ་ཞུ་བེ་ན་བསྐྱེད་གསུངས་འདུག་བ་འོ་དེ་ར་ལྷག་པ་གསུངས་འདུག་བ། ལོག་པ་ཟས་དེ་ད་དུས་མིན་གྱི་ཟས་ད་ངོས་སོ། ཕྱི་རང་གི་ད་དེང་སང།

ཟས་སྐོམ་ལེགས་སྤྱད་ལུས་དང་སྲོག་འཚོ་ཞིང། སྨན་བླ་ལོག་གི་ནད་བརྒྱད་ཁྲག་སོགས་འཇོམས་གསུངས་བ་རེད་དེ་ཡིན་དུས་འདི་གར་གསུངས་ཡོད་རེད་ཟེར་ན། ང་ཚོས་ཟས་དང་སྐོམ་དེ་སོ་སོའི་གི་དེ་ཡག་པོ་བོ་བྱས་ནས་ཟ་ཤེས་བ་ཡིན་ན། ལེགས་སྤྱད་ཟེར་ན་ཡག་པོ་བོ་བྱས་ཟ་ཤེས་བ་ཟ་དང་ཤེས་བ་ཡིན་ན། ལུས་འཚོ། ལུས་འཚོ་ན་ནི་སྲོག་དེ་ཡི་ཨ་ནི་ཡུན་རིང་དུ་གནས་དགོས་རོལ་སོང་རེད། ཟས་སྐོམ་ལེགས་སྤྱད་ལུས་དང་ཚོགས་གསོག་ཤིང་སྨན་ལག་ལོག་རྒྱུ་ནད་བརྒྱད་ཕྲ་ལ་སོགས་བྱུང། ལྟད་གོང་དུ་ཞུ་བ་ནང་བདག་རེད་སྨན་པ་དང་ལྷག་པ་དུས་ཚོད་བྱུང་བ་ཡིན་ན་ཨ་ནི་ན་བཟའ་ཡོང་གི་རེད། ཨ་ནི་ན་བཟའ་བྱུང་བའི་རྗེས་ལ་ཨ་ནི་སོ་སོའི་སྲོག་དེ་ཡང་དོར་འགྲོ་གི་རེད་སོགས་ཨ་ནི་དེ་འདྲས་གསུངས་འདུག་བ་དེ་ཡིན་དུས། རྗེས་ཟས་སྐོམ་ལེགས་པར་སྤྱད་བ་འཛིན་བཟུང་དུ་བ་དེས་རྒྱུ་མཚན་དེ་ལ་བརྟེན་ནས་ཟས་གཏོང་སྐོམ་སྟེ། གལ་ཆེན་པོ་གཅིག། ནམ་རྒྱུན་ནི་གལ་ཆེན་པོ་གཅིག། ཨོ་གཅིག། ནམ་རྒྱུན་ནི་ཟས་དང། ཟས་དང་སྐོམ་སྟེ་ཚུལ་བཤད་དེ་གལ་ཆེན་པོ་རེད་བཟུང་དུ་བ་དེ་རྗེས་ཟས་སྐོམ་སྦྱོར་བ་མཁས་པ་གཅིག་འཛིན་བཟུང་དུ་བ། དོན་དེ་ལྟར་ནམ་རྒྱུན་ནས་ང་ཚོས་ཀྱིས་ད། ད་ཟས་དང་སྐོམ་སྟེ་ག་འདྲ་ཅིག་ཡོད་ད་དབྱེ་བ་འབྱེད་དགོས་རེད་ཟེར་ན་ཟས།

མ་ཚོའི་ཚིག། ཁེངས་པོའི་ཟས་ཟེར་ན་ད་ནམ་གྱི། འཁྱག་སྒམ་ནང་ལ་ད་ནི། ཟ་མ་ཅིག་ཡོད་ར་དེ་ལ་ཨོ་དེ་ཟས་མ་རིགས་དེ་ཚོ་ལྕི་བ་ཡིན་གསུང་བ་རེད། ཨོ་དེ། ཚོའི་ཟས་ཡང་ལ་འཇམ་པ། ཡང་བ་ཡིན་ཟེར་གི་འདུག་བ། སོལ་བ་དང། དེ་ནི་ཟ་མ་ཡང་བ་ཟེར་ཡ་དེ། དཔེར་ན་ཟ་མ། སྐྱ་བོའི་གྱི་རིགས་དེ་ཚོ་དཔེར་ན་ཤ་ཡི་དབང་དུ་བྱས་བ་ན་ཤ། སྐམ་པོ། ལོ་རྙིང་པའི་ལོ། ལོ་ལོན་པའི་གྱི་ཤ་དེ་ཚོ། དེ་ནི། དེ་ནི་བརྩམ་པའི་དབང་དུ་བྱས་ན་ད་ང་ཚོས་ཀྱི་གསན། Sense། ཞེས་བྱ་བ་ལ་བརྩམ་པ། དེ་ནི་དེ་ཚོའི་རིགས་དེ་ཚོ། དེ་ནི་ད་བླང་ཚོའི་ཀྱི་རིགས་དེ་ཚོ་དེ་ཚོ་ཡང་བ་ཡིན། འོ་དེ་ཚོ། གསལ་བྱེད་ཡང་གི་དབྱེ་བ་འབྱེད་པ་ན་དེ་འདྲ་རེད། ད་འཇུ་ཅི་བ་ཟེར་ན་ད་ང་ཚོས་བྱན་པ། དེ་ནི། ད་སྣུམ་དག་ཀྱི་རིགས་དེ་ཚོ། འོ་དེ་ནི་དེ་མ་ཡིན་པའི་ཀྱི་ཟ་མ་ཅི་བའི་རིགས་དེ་ཚོ་མངར་མོའི་ཀྱི་རིགས་དེ་ཚོ་ཟ་མ་ཅི་བ་རེད་དོ། མངར་མོ་རིགས་ག་རེ་ཟེར་ན་མངར་མོ་དེ། ད་ལྟ། འབྱུང་ཡུལ་དབང་དུ་བྱ་བས་ན་ས་དང་ཆུ་ཡི་གི་ནུས་བ་དེ། བཤད་བྱར་ཡོད་རེད་དེ་ཡོད་དེ། དེ་ནི་ཟ་མ་དེ་ཚོའི་རིགས་དེ་ཚོ། ལྕི་བ་རེད་གསུངས་པ་རེད་དེ་ཡོད་དེ། ད། ལྕི་བའི་གི་རིགས་དེ་ཚོ་ཤིང་ཏོག་གི་རིགས་དེ་ཚོ་ཆ་ཚང་ལྕི་བ་རེད། དེ་ཡོད་དེ། འོ་དེ་ཚོའི་གི་རིགས་དུ་ཟ་མ་ལྕི་ཡང་དེ་ཚོ་དང་པོ་དབྱེ་བ་བྱེད་གལ་ཆེན་པོ་རེད། ལྕི་བ་ཟེར་ན་ང་ཚོའི་ཕོ་ཡུལ་གྱི།

ད་ལྟ། ད་ལྟ་ནམ་རྒྱུན་ནས་ཟ་མ་ལྕི་ཡང་དེ་ལྕི་བ། ད་ཟ་མ་ཕོ་བའི་ཞུ་དཀའ་བའི་ཀྱི་རིགས་དེ་ཚོ་ལྕི་བ་བྱས། ཨ་ནི། ཕོ་བའི་ཞུ་སླ་བ་དེ་ཚོ། ཞུ། ད་ཡི། ཅིག་ཡོད་ར་ད་ཞུ་བདེ་བའི་ཀྱི་རིགས་དེ་ཚོ། ཨ་ནི་ཡང། སོང་རེད་དུས་འདི་ད་ལྕི་བའི་ཀྱི་རིགས་དེ་ཚོ་ད་ང་ཚོ་ནམ་རྒྱུན་ཤིང་ཏོག་ཀྱི་རིགས་ཕག་མོ་བྱས། ད་ཟ་མ། དེ་ལྕི་བའི་ཁུངས་རེད། ནུའི་དབང་དུ་བྱས་པ་ནུ་བ་ལྕི་བ། རོའི་དབང་དུ་བྱས་པ་ནི་རོ། རོ། མངར་མོ། དེ་ནི་འབྱུང་ཡུལ་དབང་དུ་བྱས་ན་ས་ཆུ་ཤས་ཆེ་བ། འོ་དེ་འདྲས་བྱས་ནས་ཏེ་ཤིང་ཏོག་དང་རིགས་འཕར་མོ་བཅས་ལྕི་བ་རེད་དོ། དེ་ཡིན་དུས་ཨ་ནི་ཤིང་ཏོག་གི་རིགས་དེ་ཚོ་ནམ་གྱི་ནས་ང་ཚོས་ཞོགས་པའི་དུས་སུ་ཤིང་ཏོག་གི་རིགས་དེ་ཚོ་ཆོས་ཡས་དེ་གལ་ཆེན་པོ་རེད་ད་ཡིན་ན་དེང་དང་དེང་སང་ད་དུས་དུས་ཀྱི་ད་ཅི་ད་ད་ད་མཁས་དབང་རྣམ་པས་ཀྱིས་ད་ཤིང་ཏོག་གི་རོ་དང་ནུས་བ་ཕན་ཡོན་དེ་ཚོ་རེ་རེ་བཞིན་དུ་གསུངས། ཡོང་གི་འདུག་བ། ཨ་དེ་ང་ཚོ་དམིགས་བསལ་གསོ་རིག་གཞུང་ནང་ལ་ཡང་ཅིག་ཞིང་འབྲོག་ད་དེང་དམིགས་བསལ་ཅིག་ཞིང་འབྲོག་གི་སྐོར་དེ་ཚོ་ཡང་དེ་ཙམ་ཡོད་མ་རེད་ཁ་ཤས་རེ་ཟུང་རེ་ཟུང་མ་གཏོགས་དུས་འདི་ཡང་དུས་ཚོད་ཀྱི་བོན་ཡང་ཁྱེད་རྣམ་པ་ད་ད་ད་དེང་སང་གི་ད་ཅིག་དབྱིན་སྐད་རེད་བོད་སྐད་རེད་དུས་ཚོད་གཏོགས་ན་ཞིང་འབྲོག་གི་རིགས་དུས་ཚོད་ན་ཞིང་འབྲོག་དཔེ་ན་དཔེ་ཆ་བཞག་མ་ན་སེ་འབྲུའི་རིགས་དུས་ཚོད་སེ་འབྲུ་ཟེར་ན་ད་ད་ད་འདི་རེད་བ།

ཐེངས་གཅིག་ལ་དེང་སང་ག་ལེ་བ་རེད་ཟེར་ན་ཤིང་ཏོག་གི་རིགས་དེ་ཚོ་ཡང་ཅི་མང་པོ་བསྟེན་ཐུབ་པ་ཡིན་ན་ཡང་སོ་སོའི་ཤ་ཏོག་ཨ་ནི་པགས་ཏོག་ཚོད་ཚོད་ཡག་པོ་ཆགས་ཀྱི་འདུག་ཟེར་དེ་འདྲ་ཅིག་བཤད་སྡོད་ཀྱི་འདུག་བ་དུས་ནས་ཨ་ནི་བསྟེན་ཐུབ་ན་ད་ནང་ནས་ཡང་རྒན་རྒོན་གྱི་རིགས་དེ་ཚོ་ཡང་ཤིང་ཏོག་མ་བསྟེན་ན་དེ་ཟེར་ཡག་པོ་འགྲོ་དྲན་རེད་འདུག་ག་རེ་ཟེར་ན་ད་ན་ཚོད་རྒན་བེད་ཀྱི་རིགས་དེ་ཚོ་ཕོ་བའི་མོ་ཕྲུག་དེ་ཚོ་ཅིག་ད། སྐྱོ་བོ་ཡོད་རེད་ག་རེ་ཟེར་ན་ད་རྒན་པ་རིགས་དེ་ཚོ་ད་དེ་ཅིག་དེ་ད་འབྱུང་བའི་སྟོབས་དེ་གསལ་ཡོད་དུས་དེ་ནས་བོད་ཡུལ་མི་གྲོས་དེ་ཚོ་རང་བཞིན་གྱིས་ཅིག་འཇུག་དཀའ་བ་ཡོད་དེ་ཨ་ནི་ཞིང་འབྲོག་དེ་ཚོ་རྒན་པོའི་རིགས་དེ་ཚོ་མ་བྱོན་ན་ཡག་པོ་ཡོད་རེད། དེ་ཙམ་མ་ཟད་ད་ད་རྩམ་པ་དེ་ཚོ་ད། དེང་སང་ཕྱི་ལུགས་ཀྱིས་ད་བརྟག་དཔྱད་བྱས་ནས་བརྩམས་པ་དེ་ལ། ད་ལྟ་ད་ཅིག་འབྲས་ནད་སེལ་ཐུབ་པའི་ཀྱི་ནུས་པ་འདུག། ད་འབྲས་ནད་སེལ་ཏེ་ཀན་སེལ་གྱི་ན་བཟའ། ད་དེང་སང་ན་བཟའ་མང་པོ་བཅུག་དགོས་ཡོད་རེད་དེ་གར་སེ་ན་ད་དེང་སང། ང་ཚོའི་ས་ཡའི་ཐུང་ཡ་དེ་ཆ་ཚང་རྫས་སྦྱོར་གྱི་ཟ་མ་ཤ་སྟག་རེད་དེ་འདི་ད་སྔ་མེད་ཀྱི་ཅིག་རང་བྱུང་གྱི་ཁ་ཟས་དུད་ཟ་ད་དེར་ཁ་ཟས། གཏོང་ཚར་རེད་དུས་འདི་ད་དེང་སང་ང་ཚོ་ད་ཅིག་སྤྱི་ཚོགས་ཁྲ་ཁྲ་ཟིང་ཟིང་འདི་ནང་ལ་རྫས་སྦྱོར་གྱི་ཟ་མ་རྐྱང་རྐྱང་ཟས་ནས་དེ་ནས་ད་ནད་འདྲ་མིན་སྣ་ཚོགས་ཤིག་སྨན་པས་ངོས་འཛིན་བྱེད་མ་ཐུབ་བས་ཀྱི་དེ་འདྲ་གྱི་ནད་གཞི་མང་པོ་བཅུག་གི་ཡོད་དེ། དེ་ཚོ་ད་ག་འདྲ་བསྟེན་ནས་ཡོང་བ་རེད་ཟེར་ན་ཟས་ཟས་ཟ་མ་དེ་ཚོ་ད་ཟ་མ་རྫུན་མ་ཟེར་ན་མི་འདུག་ད་དེང་དུས་ཀྱི་ཟ་མ་རྫས་སྦྱོར་གྱི་ཟ་མ་དེ་ཚོ་ལ་བསྟེན་ནས་ཡོང་བསྡད་དུ་བ་དུས་ཡིན་དུས་ད་དེ་ཚོ་ཡང་ཅིག

དེ་ནི་ད་ནམ་རྒྱུན་ནས་བལྟས་ན་ད་ང་ཚོ་བོད་པ་འདྲ་བ་ཆ་བྱས་པ་ན་ད་བོད་པོའི་ཀྱི་རྩམ་པ་དེ་ཧ་ལས་པའི་ཀྱི་ད་དེང་སང་ཚད་རིགས་ཀྱི་ཞིབ་འཇུག་ནང་ལ་ད་བོད་པོའི་རྩམ་པ་དེ་ལ་འབྲས་ནད་ཅིག་ད་རྐྱེན་སེལ་གྱི་ན་བཟའ་མེད་བ་ཆ་ཡ་ཀྱི་དེ་འདྲའི་ནུས་པ་ཅིག་འདུག་ཟེར་ད་དེང་སང། ད་ཡིན་གཅིག་ཡིན་ན་འདྲ་ད་ཅིག་ག་རེ་ཡིན་ན་མཚོ་སྒང་གི་རྩམ་པ་ཟ་དད་བ། དེ་འདྲའི་རྩམ་པ་དེ་ལ་ཡང་ཅིག་ཁྱད་དུ་འཕགས་བའི་སྐྱེས་ད་ནུས་བ་བཅོལ་ཡོད་རེད། ང་ཚོའི་བོད་ཀྱི་སྨན་གཞུང་ནང་ལ། ཟས་ཀྱི་ཕྱོགས་ནས་ནད་རྙིང་རྩམ་པ་ཡིན་གསུངས་དད་བ། ད་ནད་རྙིང་པའི་རྩམ་པ་དེ། མཆོག་ཏུ་འགྱུར་བ་ཡིན་གསུངས་འདུག་བ། ལོ་ལོན་པའི་རྩམ་པ་དེ་ཚོ། དེ་ནས། འོ་དེ་ཚོད་ཀྱི་རྩམ་པ། དེ་ནས་ཡིན་ད་རྩམ་པ་དེ་ཚོ། བསྟན་པ་ཡིན་ན་ཡག་པོ་ཡོད་རེད། དེ་ནས་རྩམ་པ་གྲང། རྩམ་པ་གྲང་མོ་སྟོབས་ཀྱིས་བཅིང་བ་ཡིན། བཙོས་སའི་གཡང་ལ་འཇམ་པ་བཅུ་བ་ལ་གསུངས་འདུག་དོ། རྩམ་པ་གྲང་མོ་ཟས་དེ་ག་འདྲ་བྱས་རེད་ས། ནམ་རྒྱུན་ནས་ང་ཚོས་རྩ་འགམ། རྒྱག་ཡ་ཅིག་ཡོད་ར་རྩ་འགམ། ཟོས་ན་རྩམ་པ་དགའ་མེད་ཅིག་ཡོད་ར་ད་དེ་བཅིང་བ་ཡིན་གསུངས་རེད། བཙོས་སའི་གཡང་ལ་འཇམ་པ་བཅུ་བ་ལ་ཟས་ནས་རྩ་རྩམ་པ་དེ་བཙོས་ནས།

ཤིང་ཏོག་གི་རིགས་དུ་ཚོ་ཨན་ཙམ་བེ་གྱི་རིགས་དུ་ཚོ་ཞོགས་པའི་སྐྱེ་ཆ་དེ་ལ་བརྟེན། དེ་ནས་ད་ཡང་ད་ལྟ་ཞོགས་པའི་སྐྱེ་ཆ་དེ་ཚོ་ཡང་མཚམས་རེ་ཡང་ད་ལྟ་བག་ལེབ་ཀྱི་རིགས་དུ་ཚོ་ཡག་པོ་འདུག་བག་ལེབ་ནང་ནས་ཡང་ད་དེང་སང་གྲོ་ཞིབ་དཀར་བོ་དེ་ཡང་ད་ད་དེང་སང་གྱི་ན་བཟའ།

གྲོ་བཞིན་དཀར་བོ་དེ་མ་བྱས་ན་ཡག་པོ་འདུག་གྲོ་བཞིན་དམར་བོ་དེ་ལྟར་གྲོ་དེ་ཡག་པོ་ཡོད་རེད་གསུངས་བསྡད་འདུག་དེའི་གྲོ་བཞིན་དམར་བོ་དེ་ཡང་ད་ལྟ་དེ་གཅིག་དེ་ཚོ་གྲོ་བཞིན་དམར་བོ་དེ་བསྟན་པ་ཡིན་ན་ཡང་གཟུགས་པོ་ལ་ཡང་གཅིག་སྟོབས་རྒྱས་དང་དེ་ཚོ་ཕན་ཐོགས་ཆེན་པོ་ཡོད་རེད་ནང་ནས་ཡང་བཞུགས་སྒར་ནས་ད་དེང་སང། སྔར་མེད་ཀྱི་ན་བཟའ་དེ་ཚོ་ཡིན་ན་གྲུ་བཞི་དམའ་བོ་དེ་དེ་ཡང་གལ་ཆེན་པོ་རེད། གྲུ་བཞི་དཀར་པོ་དེ་ཡང། ད་ལྟ། ད་ལྟ་སྔར་མེད་ན་བཟའ་དེ་ཚོ་གནོད་ཀྱི་འདུག་བ། དེ་ཡིན་དུས་ད་ཞོགས་པའི་ཚ་དེ་ཚོ་ཡང་བག་ལེབ་རིགས་རེད་རྩམ་པའི་རིགས་རེད། དེ་ཚོ་བསྟན་པ་ཡིན་ན། དེ་ཚོ་ཞོགས་པའི་ཚ་དེ་ཚོ་ཡང་ཟ་མ་ལྕི་བས་ཀྱི་རིགས་དེ་ཚོ་བསྟན་པ་ཡིན་ན། ཞོགས་པ་བསྟན་པ་ཡིན་ན། ཉིན་གུང་རེད་དགོང་མོ་རེད་དེ་ཚོ་ཡང་ཚིག་སོ་སོ་རྩོལ་བཅག་རེད་དེ་ནི་ལས་ཀ་རེད། ཨ་འདི་འདྲའི་དབང་དེ་ཟ་མ་དེ་ག་ལེ་ག་ལེ་ཞུ་ཡོང་གི་རེད་དུས་འདི་ཨ་ཟ་མ་སྤྱི་བོད་ཀྱི་རིགས་དེ་ཚོ་ཡང་ཞོགས་པའི་ཆ་ཨ་ཉིན་གུང་གྱི་ཆ་དེ་ཚོ་བསྡད་ན་ཨ་དེ་ཚོ་ཡང་སོ་སོ་ལ་ཕན་ཐོགས་ཆེན་པོ་ཡོང་གི་རེད། དེ་ནས་ད་ཟ་མ་ཡང་བའི་ཀྱི་རིགས་ཀྱི་ཡོད་རེད་ད་དེ་ཚོ་དགོང་མོ་བསྟན་ཐུབ་ན་ཡག་པོ་ཡོད་རེད། དེ་འདི་ད་ཟ་མ་ཡང་བའི་རིགས་དེ་ཚོ་ཡང་ཐུག་པའི་ཀྱི་རིགས་དེ་ཚོ་ད་ཐུག་པ་རིགས་དེ་ཚོ་ཟ་མ་ཡང་བ་རེད་དོ་ནང་ནས་ཡང་རྩམ་དུག་ཀྱི་རིགས་དེ་ཚོ་ད་རྩམ་དུག་ཀྱི་རིགས་དེ་ཚོ་ལ་ཡང་ད་ནམ་རྒྱུན་ང་ཚོས་ཀྱི་ད་དེ་ལ་རྡོར་ཟེར་ད་སྨན་གཞུང་ཐ་སྙད་རང་ལ་རྡོར་རང་གསུངས་བསྡད་འདུག་ད་ང་ཚོས་ཟློས་པའི་སྐད་ལ་ཡང་རྡོར་རྡོར་གསུངས་བསྡད་དོ། དོན་དེ་རྡོར། དོན་ཡང་ཚིག། ད་ལུག་ཤ་དེ་ཚོ། ད་ལུག་ཤ་མེད་པ། ད་ལུག་ཤ་དེ་དྲོད་ཡིན་གསུངས་རེད་དོན་དུ། ད་ལུག་ཤ་ཡི་རིགས། ད་ལུག་ཤ་མ་ར་བ་ཡིན་ན་ཡང་ད་དེང་སང། བྱ་ཤ་རེད། ཡང་དུས་ཚོད་ཅིག་རྡོར། ལུག་ནས་དེ་ནི། ཐུག་པའི་རིགས་དུས་ཚོད་ཙམ་འདུག་རེད་བྲེལ་འདུག་རེད། ཡང་དུས་ཚོད་རིགས་དུས་ཚོད་གོང་དང་ལྡན་ན། ཕན་ཐོགས་ཆེན་པོ་ཡོང་གི་རེད་ས་མ་བཅུ་ལ་བ། ལོ་དེ་ཚོ་ཟ་མ་བཅུ་ལ་ཟེར་དེ་འདྲ་བྱས་ནས་དབྱེ་བ་འབྱེད་ཐུབ་ན་ཡག་པོ་ཡོད་རེད་དེ་འདུག་ད་ཅིག་གནད་འགག་ཆོས་ཤེས་དེ་ད་ང་ཚོ་དེང་སང་གཡོས་སྦྱོར་གྱི་ཟ་མ་དེ་མང་པོ་འཇུག་པ་ཟ་དེ་ར་དེ་འདུག་ད་གཡོས་སྦྱོར་ཟེར་དེ་གཡོས་ཟེར་དེ་ཟ་མ་གཡོ་བ་གཡོ་བ་ཟེར་དེ་ད། ང་ཚོ་ད་ཅིག་སྣུམ་ཁྲག་བཏང་ཡང་སྐྱེ་རེ་གཡོ་ལ་བུ་དོ་ད་དེ་ལ་ཟ་མ་གཡོ་ཟ་མ་གཡོ་བ་སོང་རེ་དེ་འདི་ད་ཟ་མ་གཡོ་ཡ་རེད་དེ་ཚོ་ལ་ད་དེང་སང་ཟ་མ་གཡོ་བའི་སྐབས་སུ་ག་འདྲ་ཅིག་ཡོད་རེད་ཟེར་ན་ད་ཟ་ཁང་རེ་ད་ཁྱིམ་ཚང་རེ་ག་བ་ཡིན་ན་ཡང་ཅིག་ད་དང་པོ་སྣུམ་དེ་ཚ་བོ་ཟོས་ཡོད་ར་སྣུམ་ཚ་བོ་ཟོས་ཡོད་ཀི་སྣུམ་དེ་ལ་ཐད་ཀར་ཅིག་ད་ད་ད་སྣུམ་ཚ་བོ་སྣུམ་དེ་པ་ཡ་དུ་བ་ཐོན་ཐོན

ལྷ་ས་ཁུལ་དབུས་ཁུལ་ལ་ཡང་སྤོས་རང་སྲུང་བསྡད་དོ། དེ་ང་ཚོ་བོད་ཀྱི་སྨན་གཞུང་གི་ཐ་སྙད་རེད་སྤོས། དུས་འདི་སྣུམ་ཚ་བོ་དེ་ལ་ད་དང་པོ། ད་ཅིག་འགོག་པ་ལྟ་བས་ན་འགོག་པ་དུས་སུ་བཏབ། དུས་འདི་ད་ད་ད་ང་ཚོའི་སྤྲོ་མ་སྤྲོ། སྤྲོ་མ་སྤྲོ་དེ་ལ་ད་ཅིག་ཡང་དེ་ས་ཐ་སྙད་ཅིག། ཡང། བོད་པའི་ཐ་སྙད་གསར་བ་ཅིག་འདུག་བ། དུས་འདི་ད་ད་ད་དེ་ངས་ཧ་གོ་མ་སོང། ཡིན་ན་ཡང་སྤྲོ་མ་སྤྲོ་དེ། ད་དེང་སང། ངས་པགས་པ་བཤུས་ནས་ཕར་བླུགས་ན་ཡག་པོ་ཡོད་རེད་གསུངས་བསྡད་འདུག་ཨོ་ཀྲོ་མ་ཀྲོ་ལེན་ན་པགས་པ་བཤུས་ནས་པགས་པ་མ་ཀྲོ་མ་ཀྲོ་དེ་པགས་པ་མ་བཤུས་བ་ཡིན་ན་ཀྲོ་མ་ཀྲོ་དེ་ཡང་དེང་སང་ཁལ་མའི་རྒྱུ་དོ་ཁལ་དོ་ཆ་ཆགས་ཀྱི་འདུག་གསུངས་བསྡད་འདུག་ཁལ་དོ་ཆ་ཡི་རྒྱུ་གཙོ་བོ་ཆེ་ཡང་དེ་ད་ལྟ་དེ་ཀྲོ་མ་ཀྲོ་པགས་པ་དེ་བྱེད་ཀྱི་འདུག་གསུངས་འདུག་དེ་ཀྲོ་མ་ཀྲོ་པགས་པ་དེ་ཡང་བཤུས་ཐུབ་ཀྱི་མི་འདུག་དེ་དཔེ་དྲག་པ་ཡོད་རེད་དེ་ཀྲོ་མ་ཀྲོ་དེ་བླུགས་དགོས་བ་ཡིན་ན་ཆུ་ཚ་བོ་ནང་ལ། རོབ་ཚོད་ཚོད་ནས་དེ་པགས་པ་དུ་ཤུ་གནས་བར་ལུགས་ན་ཡག་པོ་ཡོད་རེད་དེ་འདི་ལྟ་བཀྲ་མ་དྲོ་དེ་དག་དེང་སང་བཀྲ་མ་དྲོ་ཆ་ཚང་ཁ་བརྒྱབ་ཚར་ར་དེ་འདི་དག་ཡང་ང་ཚོ་ན་བཟའ་གསར་བ་ཞིག་ཡོང་གི་འདུག་དེ་འདི་གལ་སྲིད་བཀྲ་མ་དྲོ་དེ་ཞེ་དགོ་མ་ཐུག་ན་བཀྲ་མ་དྲོ་དེ་མ་ཤེས་ན་ར་ཡག་པོ་ཡོད་རེད་བཀྲ་མ་དྲོ་དེ་དག་དེང་སང་རྫུན་མ་ར

སོ་ཡས་ལ་ཕན་ཐོགས་ཆེན་པོ་ཡོང་གི་འདུག་བ། ཁྱོད་འདི་ཐ་ནམ་གྱི་ནི་ང་ཚོས། ཅིག། དེ་ཡིས་གསུངས་ར། མ་ཎི་རི་བོ་དེ་ཚོ་འཆོལ་བ་ཡིན་ན། མ་ཎི་རི་བོ་དེ་ཚོ་ཡ་ཆམ་པ་རྒྱ། ཆམ་པའི་སྔོན་འགོག་བྱེད་ཀྱི་འདུག་གསུངས་འདུག་མ་ཎི་རི་བོ་ཆ་ཚང་བཟང་དྲུག། བཟང་པོ་དྲུག། སྦྱོར་བཟོ་བྱས་གྱུར་བ། ང་དེ་ཚོ་ལ་ཅིག་ལྟ། བླ་མ་གོང་མ་དེ་ཚོ་ཁོང་རྣམ་པས་ཀྱིས་དེ་ནི། བྱི་ལ། ཕབ་ལྟ་བླུགས་ནས་དེ་ནི་དེ་འདྲ་བཟོས་ནས། ད་དེ་ག་རེ་ཕན་གྱི་རེད་ཟེར་ན། བཟང་དྲུག་གི་ཕྱེ་མ་དེ་ང་ཚོ་གཟུགས་པོ་ཡི་ཅིག། ད་ནད་རིགས་དེ་ཚོ་སྔོན་འགོག་བྱེད་ཡ་ལ་ཕན་ཐོགས་ཆེན་པོ་རེད་དེ་ཡོན་ཏན་ནམ་རྒྱུན་བཟང་དྲུག་དེ་ཚོ་ལུས་ཡ་གལ་ཆེན་པོ་རེད་ད་བཟང་པོ་དྲུག་ཟེར་ཡ་དེ་དེ་ནི་བཟང་པོ་དྲུག་ཟེར་ནས་དཔེར་ན་གུར་གུམ། དེ་ནས་ཟུག་སྨེལ་ཇུ་རྐང་ལི་ཤི་ཟེར་ཅིག་ཡོད་ར་ད་དེ་ནི་ཆ་ཚང་ཅིག་བླུགས་མ་ཐུབ་པ་ཡིན་ན་ད་ཅིག་སྤོས་ད་ལྟ་ང་ཚོའི་དྲོད་ཀྱི་རིགས་དེ་ཚོ་བླུགས་ཐུབ་ན་ཡག་པོ་རེད་ལི་ཤི་དྲོ་བོ་དང་དེ་ནས་དེའི་ནང་ནས་ཅི། སྲུང་མའི་རིགས་དེ་ཚོ་དང། དེ་ནི་དགའ་སྐྱ་འདྲ་བོ་དང་དེ་ཚོ་བླུགས་པ་ཡིན་ན་ཨ་ནི་ཡང་ཟ་མ་དེ་ཡི་ཅིག་ཡང་ཡ་ཅིག་དྲོད་ཀྱི་རང་བཞིན་ལ་འགྱུར་ཐུབ་དེའི་དབང་གིས་ཡང་སོ་སོ་ཟུག་པ་ལ་ཡང་ཅིག་ད་ལྟ་དེ་ཅིག་སྟེ། ཟུག་པ་ཡ་གསོ་ཐུབ་པ་དེ་ནི་ཕོ་བ་ཡི་གི་འཇོ་ཐུ་བའི་ནུས་བ་ཆེན་པོ་ཡོད་རེད་དེ་འདི་སྤོས་འགྲོ་བ་ཅག་ཡིན་ནམ་ནམ་ཞིག་ནི་ལི་ཤི་ད་ལི་ཤི་ལ་ད་ད་རྒྱ་གར་གྱི་ལོང་ལོང་ལབ་བསྡད་དོ་ཨ་ལི་ཤི་དེ་ནི་སྲུང་མའི་དེ་ཚོ་སྤོས་ང་ཚོ་བོད་ཀྱི་རྟ་བཟང་པོ་དྲུག་གི་ནང་ནས་ནི་སྤོས་དེ་ཚོ་རེ་ཟུང་རེ་ཟུང་བླུགས་ཐུབ་ན་དེ་ཚོ་ཡག་ཤོས་རེད་དེ་མ་ཡིན་པའི་གྱི་རྟ་ཅིག་དེང་སང་གྱི་རྟ་ཅིག་ད་མ་ས་ལ་མང་པོ་ཅིག་འདུག་བ་དེ་ཚོ་སྟབས་བདེ་ན་དེ་ན་ཟས་རྒྱུག་ཆགས་ཡས་རེད་མ་གཏོགས་གི་གཟུགས་པོ་ཕན་ནི་ཅིག་ཡོད་མ་རེད་ཤེས་དེང་སང་ཟ་མ་བྲོ་བ་དོན་བྱེད་དོ་ད་ཕ་ལམ་ཟ་ཁང་གྱི་ཟ་མ་དེ་ཚོ་ཅིག་ཟས་བ་ཡིན་ན་ད་བརྒྱ་ཆ། བརྒྱ་ནས་བར་གྱི་བརྒྱ་བྱ། དྲུག་ཅུ་བདུན་ཅུ་བརྒྱ་བཅུ་བཅུ་པོ། ཅིག། སོ་སོའི་གཟུགས་པོ་ལ་ཅིག། ནས་ས་ཡི་རྒྱུ་རྒྱུ་ཀྱི་རྒྱུ་རྐྱེན་བྱ་ཡོང་གི་འདུག་བ། དེ་ཡིན་དུས་ནི་ག་ཚོད་ཐུབ་ཐུབ་ཀྱིས་ཕྱི་གསལ་དེ་མ་ཟེར་བར་བྱས་ཨ་ནི་ནང་གསལ་གྱིས་སོ་སོའི་སྣང་ལ་ཡང་ག་ཚོད་ཐུབ་ཐུབ་ཀྱིས་ཟ་མ་དེ་ཚོ་ཅིག་རྩོལ་ཐུབ་ན་ཡི་ཕན་ཐོགས་ཆེན་པ་ནི་དེ་ལ་ཡང་ཅིག་སྣུམ་ཆུ་ཚོད་ཉུང་ཉུང་བཏབ་འོ་དེ་འདྲ་བྱས་ན་ཡག་པོ་ཡོད་རེད་གསུངས་རེད་དེ་དེ་ཡིན་དུས་ད་ཚ་དེ། དེ་ནས་རྟ་སྤོས་དེ་ཚོ་ཆ་ཚང་བླུགས་དེ་ནས་ཚལ། ཆ་ཚང་བླུགས་ཨ་ནི་ཐ་མ་དེ་ལ་ཚ་དུས་བླུགས་ན་ཡག་པོ་ཡོད་རེད་གསུངས་རེད་ད་རབ་བྱུང་བ་ཡིན་ན་ཡང་ནམ་རྒྱུན་ཕོ་བ་ནད་པ་རིགས་དེ་ཚོ་ཡིན་ན་རླངས་བཙོས་བཏབ་ནས་དམ་པ་དེ་སྣུམ་ཉུང་ཉུང་བཏབ་ཨ་ནི་སྤོས་དེ་ཚོ། སྤོས་དང་ད་ཅིག་བླུགས་ཨེ་བྲོ་བྱས་ནས་ཆ་ཚང་བླུགས་ཨ་ནི་དེ་ལ་ཆུ་ཉུང་ཉུང་བླུགས་ཨ་ནི་ཐ་མ་དེ་ལ། ཁེབས་བརྒྱབ་ནས་བཞག་ནས་ཨ་ནི་རླངས་བཙོས་བཏང་ན་ད་དེའི་དཔེ་ཟ་མ་ཞུ་བདེ་བ། ཡག་པོ་འདུག་བ་ཞེས་དེང་སང་མང་ཆེ་བ་ད་ཚིག་རིགས་བཏང་ནས་ད་ཅིག་དགོན་པ་ཁག་རེད་ད་སྤྱི་ཚོགས་ད་ཚོགས་སྡེ་ཅིག་ཁག་ཡིན་ན་དེ་ནས་སྣུམ་དེ་ཚིག་རིགས་བཏང་དེ་བླངས་ཅིག་སྣུམ་དུ་བ་ཐོན་དེ་བཏང་དེ་ནས་མེ་སྦར་ནས་དེ་འདྲས་བྱས་ནས་ཟ་མ་ཚོ་སྡོད་འདུག་བ་ད་དེ་མ་ཚོའི་ཚིག་དང་ཁེངས་པོའི་ཟས་རྣམས་ཀྱིས་སྐྱེས་འདི་རྣམས་ཀྱི་བད་ཀན་སྐྱེ་བར་བྱེད་ཀྱི་རེད་ཟེར་ད་དེ་ཆགས་དེ་རེད་བ་དེ་ཡིན་དེ་དེ་ཚོའི་རིགས་དེ་ཚོ་མ་བྱེད་གལ་ཆེན་པོ་རེད་ད་དེ་ཚོའི་རིགས་ཟ་མ་གཡོས་སྦྱོར་གྱི་སྐབས་སུ་ཁྱེད་རྣམས་པ་པས་དག་སྣང་རེད་དེ་གལ་ཆེན་པོ་རེད་དེ་ཡིན་དེ་ད་ང་ཚོ། ས་མ། དེ་ཚོ་ད་དེང་སང་དེ་བྱེད་ཀྱི་ཡོད་རེད་དཔེར་ན། ད་ཟ་ཁང་ནང་ལ་ཅིག་ད་སྟོབས་བཅུ་ཡོད་མོད་ལ་མ་ཐོས་པའི་རྒྱུ་ད་ས་མ། ཅིག་ད་དེབ་མ་ནང་ལ་བཤམས་ནས་དེ་ནས་ཅིག་ཤག་རེ་ཅིག་ག་རེ་ཡིན་ནང་ཅིག་བཤམས་ནས་དེ་ནས་ཤག་ཚིག་རིག་དུས་ཚོ་ཅིག་མང་པོ་ཅིག་ཟ་བསྡད་གི་འདུག་བ།

ད་ཅིག་ཟ་མ་གཡོ་སྦྱོར་དེ་ཚུལ་དང་ལྡན་པ་མ་བྱུང་བའི་རྐྱེན་གྱིས་ནད་གཞི་མང་པོ་ཅིག་འོང་བསྡད་འདུག་བ་ཞེས་ནམ་རྒྱུན་ང་ཚོས་དཔེར་ན་ཟ་མ་དེའི་རྫས་གཅིག་དང་རོ་ཞིམ་པ་འདྲ་བ་ཅིག་འོང་བ་ཡིན་ན་ནི་དེའི་མ་བྱན་ཡག་པོ་འདུག་ཟེར་ད་དེ་འདྲ་ཡོངས་གྲགས་དེ་འདྲ་ཆགས་བསྡད་རོ་དེ་འདྲའི་ད་མ་བྱན་ཡག་དེ་ག་བྱེད་རེད་ཟེར་ན་ད་ཞག་རྩི་མང་པོ་བླུག་གི་ཡོད་རེད་ཡ་དེའི་ནང་ལ་ཅིག་ད་དེང་སང་གྱི་ཅིག་ད་ཝུའུ་ཅིང་ཟེར་དང་ལྗང་གཡུ་ཟེར་མང་པོ་ཅིག་བླུག་བསྡད་ར་ད་དེ་ཚོ་ནད་ཀྱི་རྒྱུ་ཆགས་བསྡད་ར

གལ་ཆེན་པོ་རེད། དེ་ཚོ་གཅིག་ད་དེ་རིང་གི་དེ་ཙམ་ཡིན་ནམ་མང་པོ་བཤད་བསྡད་ན་ཆོག་ས་མི་འདུག་དེ་མང་པོ་བཤད་ན་ད་གཏམ་གཅིག་འདུག་བ། ད་ད་དེ་བཤད་མཁན་ཨ་ག་ཚེ་ཉན་མཁན་མེད་ན་བཤད་མཁན་ཁྱི་དང་འདྲ་གསུང་གི་རེད། དེ་ན་ནིང་དེ་རིང་གི་དེ་ཙམ་ཡིན།